ཁོ་ནར་ཁྲོམ་བསྒྲགས་བྱ་བཞག་པ་ཡིན་ན་ཇི་ལྟར་འང། རྒྱུན་དུ་མིག་གིས་མཐོང་སྟངས་དེ་ཁོ་རང་ཚོང་པ་ཆེན་པོ་ཅིག་དང་ལྗོངས་འདེབས་པ་ཅིག་ཏུ་གྱུར་ཡོད་རེད་ཡིན་ན་ཡང། སྲིད་འཛིན་ཕེབས་ཚར་བའི་རྗེས་སུ་མི་སེར་ཡིན་པའི་ཁོང་ཁྲོ་ནས་བྱོལ་བ་ཡིན་ན་ཨ་རིའི་རྒྱལ་ཁབ་ལ་མཚོན་ན་ཡང་ཨ་ནི། དཔལ་འབྱོར་དང་གཅིག་གནས་སྟངས་མང་པོ་ཅིག་གི་བར་ནས་དར་ཤོར་བ་རེད། ཁོ་རང་གི་སྐབས་སུ། གང་མེད་ཚིག་གིས་ཡག་པོ་བྱུང་བ་དང། ཐོག་མར་ཁོ་རང་སྲིད་འཛིན་ལ་ཡར་བཞག་ཚར་བའི་རྗེས་ལ་ཡང། ཨ་ནི། ལོ་དང་པོ་དེ་མ་གཏོགས་ལོ་གསུམ་གྱི་རིང་ལ་འཛམ་བུ་གླིང་ཁྱོན་ཡོངས་ལ་དམག་མེད་པ་དང། དཔེ་ཞི་འཇམ་འགྲོ་བགྱིས་ཡོད་རེད། ཡིན་ན་ཡང་ད་ང་རང་བོད་པ་ཅིག་དང་འབྲེལ་བའི་ཐོག་ནས་ཞུ་བ་ཡིན་ན། ད་འཛམ་བུ་གླིང་ལ་ཡང་ད་ང་ཚོའི་འདྲ་བོ་རྒྱ་ནག་གི་སྒང་ལ་ད་སུས་རེད་ཨ་ནི། ནད་ཡམས་དང་དེ་གའི་ཚང་མ་ཐོག་ལ་ཡང། ད་ནད་ཡམས་དེ་ཡིན་ན་ད་རྒྱ་མིང་གིས་བཟོས་པ་རེད། ཨ་ནི China Virus ཞེས་གསུང་ཡ་དང། ད་རྒྱ་ནག་གིས་ད་ཕྱིས་ཕྱོགས་ཡོངས་ནས་འཛམ་བུ་གླིང་ལ་གྱོང་སྤྲད་ཀྱི་ཡོད་པ་དང་གཅིག་ཨ་རི་ལ་ཡང་གྱོང་གུན་ཆེན་པོ་ཡོང་གི་ཡོད་པ་དང་མ་འོངས་པ་ལ་ཉེན་ཁ་ཡོང་གི་ཡོད་པ་དེ་གས་ཚང་མ་ད་སྐྱིན་བསལ་ཡ་དེ་ཚང་མ་གཙོ་བོ་དེ་ད་ཁོ་རང་གིས་དྲི་བ་དྲིས་ལན་དང་རྒྱུན་དུ་གཏམ་བཤད་བྱེད་ས་ལ་དམའ་དམའ་འཇེན་པིན་འཇེན་འཇེན་བྱེད་ནས་མ་སོང་རྗེས་འདི་གིས་ད་འཛམ་བུ་གླིང་ད་སྐྱིན་བསལ་དགོས་ཡ་འདི་འདྲའི་རོ་ཅིག་བྱུང་སོང་ཞུ་ཙང་ཨ་ནི་ད་ད་ཡིན་ན་ད་ཁོ་རང་ལ་ཅིག་ཉེས་འཛུགས་མང་པོ་ཕོག་ད་ཡ་དེ། ཁོ་ནང་ཁུལ་གྱི་ཕྱོགས་མདོག་གཉིས་ཀྱི་ད་བར་ལ་ཡང་སྲིད་ད་ག་ཞོག་རེད་སྲིད་འཛིན་གྱི་འོས་བསྡུ་སླེབས་ལ་ཉེ་དུས་བདེན་གྱི་དྲན་ཚོད་འདྲ་བོ་བྱེད་མ་གཏོགས་ད་ཁོ་རང་འདྲ་བོ་བྱེད་ན་དངོས་གནས་ད་ང་ཚོ་ཨ་རི་གྱི་རྒྱལ་ཁབ་རེད་ཕྱོགས་ཡོངས་ནས་འཇམ་པོ་གླིང་རེད་གང་ན་ཞིག་བོད་པ་ལ་མགོ་ཡག་གི་ད་མི་ནག་ཅིག་ཡིན་པ་ངས་ངོས་འཛིན་ཞུ་གི་ཡོད་བཞིན། ད་ཨ་རི་གྱི་མི་སེར་དང་བོད་མི་གཅིག་ཡིན་པའི་ངོས་ནས་ད་ཁོ་རང་ལ་རྒྱབ་སྐྱོར་བྱེད་ཡ་ལ་ཐོག་ཐེག་རྩོམ་རྩ་ནས་མེད་ཁོ་རང་རང་རྒྱབ་སྐྱོར་བྱས་མ་ཚད་ཡང་ཁོ་རང་སྲིད་འཛིན་ལས་ཐོག་ཡིན་པའི་སྐབས་སུ་ང་རང་ཚོ་གར་ཞུགས་རེད Tibet Act ལ་སོགས་པ་ཀྱི་ཁྲིམས་ཐོག་ཁྲིམས་འཆར་དེ་བཞག་ཐུབ་ཡ་དེ་ཁོ་རང་སྲིད་འཛིན་ཡིན་པའི་རྒྱུ་མཚན་གྱི་ཡིན་པ་ད་ལྟ་གནས་ལུགས་ད་གར་ཞུགས་རེད་མང་པོ་ཅིག་དྲན་ཡ་ཡོད་རེད་ཡིན་ན་ཡང་ད་འདི་ང་ཚོ་དེ་སྔོན་སྲིད་འཛིན་མང་པོ་ཅིག་གི་སྔོན་ལ་འཆར་གཞི་དེ་འདྲ་བཏིང་ཡོད་དེ་ཡིན་ན་སྒྲུབ་ཐུབ་ཡོད་མ་རེད་ཁོ་རང་གི་སྐབས་སུ་དེ་འདྲིའི་ཁྲིམས་འཆར་བཞག་ཐུབ་ཡོད་རེད་ཞུས་ཙང་ད་རིང་ཡོང་རྒྱུ་ལ་ཁོ་རང་སྲིད་འཛིན་བཞག་པ་ཡིན་ན་མཐའ་གཅིག་ཏུ་ནི་བོད་པ་དེ་ཡིན་པའི་རྒྱན་གོས་ཨ་རིག་གི་མི་སེར་ཡིན་པའི་ཆ་ནས་ཁོ་རང་ལ་རེ་སྐུལ་ཡ་ཡིན་རྒྱབ་སྐྱོར་ཡོད་ཞུ་ཡ་ཡིན། དེ་དག་གི་ཆ་ནས་བོད་པ་ནང་ཁུལ་ལ་བྱས་པ་ཡིན་ན་ཨ་རིའི་ནང་ཁུལ་ནས་འོས་བླུག་བའི་སྐབས་སུ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དཔེ་མང་པོ་བྱུང་སོང་ལྷག་པར་དུ་རྒྱབ་སྐྱོར་བྱེད་མཁན་རང་ལོ་ནས་ཡ། དེ་ནས་གར་ཤོར་བ་རེད། རྒྱུན་དུ་བོད་རང་བཙན་དང་རྩ་དོན་དང་དེ་འདྲའི་སྒང་ལ་ཡང་རྒྱབ་སྐྱོར་གནང་མཁན་མང་པོ་ཞིག་གིས་རྒྱབ་སྐྱོར་གནང་སོང། ཡིན་ན་ཡང་ད་གཞོན་སྐྱེས་ནང་ལོགས་ལ་ཁ་ཤས་ཅིག་གིས་ཡང་ཚོགས་པ་དང་དེ་འདྲའི་ཁ་ཤས་ཀྱིས་ཅིག་ཤོད་མཁན་འདྲ་བོ་བརྒྱབ་ནས་ཕ་གི་ཡག་པོ་ཡོད་རེད་སོ་སོའི་གི་ཕྱོགས་ཕྱོགས་མདོག་གི་ཨ་ནེ་ཕྱོགས་ལ་ཡང་ཁྲིད་ཅེས་ཨེ་འདྲས་བྱེད་ནས་བྱེད་མཁན་བྱུང། དེ་ཡིན་ན་ཡང་བསམ་བློ་བཏང་རྗེས་བོད་ལུགས་ངན་མང་ཆེ་ནང་ལོགས། བོད་པའི་ནང་ཁོ་ལ་ཡང། ནིའུ་ཡོག་སྔོ་ཆགས་ལ་ཡང། དོ་སྣང་ཙམ་ལ་རྒྱབ་སྐྱོར་བྱེད་མཁན་དཔེ་མང་པོ་བྱུང་སོང་སུ་ཡང།